ཏཱ་ཏི་སི་ཏི་ཀ་ཟེར་ལ་གནས་ཆེན་པོ་བརྒྱད་ལ་སོགས་པ་ཟེར་ནས་ལས་ཡོངས་ཀུན་འདུ་བ། ཏཱ་དི་འདྲི་ཡི་ཏི་ཀ་ཟེར་ལ་གནས་ཆེན་བརྒྱད་དེ་ག་རེ་ག་རེ་རེད། གནས་ཆེན་གཅིག་དེ་དང་པོ་ལུམ་བི་ནི་སར་ཨ་ནི་བྷ་ར་ན་སེ། ཡངས་པ་ཅན་ཞྭ་ཁུག་ཕུང་པོ་རེ། མཉན་ཡུག་དུར་རྒྱལ་གདན། ཨ་ནི་ར་འཇ་ན་ཨ་ནི་རྩྭ་མཆོག་གྲོང་དེ་གཅིག་དེ་གནས་ཆེན་གཅིག། ལ་སོགས་ལ་སོགས།
རྟགས་གནས་ཆེན་པོ་བརྒྱད་དེ་དེ་བྱས། རྟགས། དེ་ཚོ་རེ་རེ་ཡོད་གནས་ཆེན་པོ་ཡིན་པའི་རྒྱུ་མཚན། རེ་རེ་ནས་ཡང་དག་དང་པོ་ལུམ་བི་ནི་གི་ཚ་དེ་གནས་ཆེན་བརྒྱད་ཀྱི་ནང་ནས་གནས་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་རེད།
ལུམ་བི་ཚ་དེ་གནས་ཆེན་གཅིག་ནང་གི་གྲས་སུ་གཅིག་དང་ཨ་ནི་དེ་ག་རེ་བྱས་ནས་གལ་ཆེན་པོ་རེད་ལབ་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་འཁྲུངས་སྲིད་ཀྱི་གནས། སྐུ་དམ་ཚིག་གི་གནས་ཡིན་པ་སོང་ཙང་ཨ་ནི་དེ་ཨ་ནི་གནས་རྩ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། ཨ་བ་ལ་སོགས། ལིམ་པི་ནེ་གི་ཚད་དེ་དེང་སང་གི་ཚ་ཤ་གི་དབང་དུ་བྱས་ན། ཨ་ནི་རྒྱ་གར་གྱི་ཚ་ཤ་ལ་ཡོད་རེད། བལ་ཡུལ་གྱི་ཚ་ཤ་ལ་ཡོད་རེད། དེང་སང་བལ་ཡུལ་གྱི་ཚ་ཤ་ལ་ཡོད་རེད་ཀི་ལགས། ཨང། ལགས་སོ་ལགས་སོ། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་རྒྱ་གར་ལ་འཁྲུངས་པ་རེད་ཟེར་ནས། དེ་འདྲའི་གསུང་གི་ཡོད་རེད་བ། བྱས་ཙང་རྙེད་མ་ན་བྱས་ན་ད་ལྟ་རྒྱ་གང་དང་རྒྱ་བ་ཡིག་གི་ས་མཚམས་དེ་འདྲའི་ཡོད་ས་མ་རེད་བ། རེད་བས། སྔོན་མ་ཕར་ཆེར་ཡོད་ས་མ་རེད་གི་ལ་སྔོན་མ་དངོས་དེ་བྱས་ན་རྒྱ་གར་ནང་ལ་འཁྲུངས་རིགས་ལབ་གི་མ་རེད་བ། ཡང་མིན་ན་དེ་ཡང་དུས་ཀྱི་དབང་གིས་འགྱུར་བ་འདྲ་ཐེངས་ཡིན་ན་ད་ལྟ་དེ་འདྲའི་བ་ཡུག་གི་ཁུངས་ཐོག་ལ་བརྩི་གི་འདུག་བ་བླུན་པའི་གནས་ཚད་ལས། ལ་སོ།
ཡང་དག་གནས་གཉིས་པ་དེ་ཝཱ་ར་ན་སི་དེ་གནས་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་རེད། ཝཱ་ར་ན་སི་དེ་གནས་རྩ་ཆེན་པོ་ཡིན་པའི་རྒྱུ་མཚན་དེ་ག་རེ་ཟེར་ན་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ནས་ཨ་ནི་ཞག་བཞི་བཅུ་ཤེར་སྒོས་ལ་ཨ་ནི་ཆོས་མ་ཚང་བ་དེ་རེད། ཨ་ནི་དེ་རྗེས་ནས་ཨ་ནི་ང་ཚོ་ད། དཀྱིལ་འཁོར་གསུམ་བསྐོར་བ་ར། དཀྱིལ་འཁོར་གསུམ་ནང་གི་ཨ་ནི་དཀྱིལ་འཁོར་དང་པོ། སྐོར་སྲིད་ཀྱི་གནས་དེ་བ་ར་ན་སི་ཆགས་ཡོད་རེད། ཨ་ནི་དེ་ལ་བརྟེན་པ་བཞི་ཡི་དཀྱིལ་འཁོར་བསྐོར་བ་རེད། སོང་ཙང་གནས་གཙང་ཆེན་པོ་ཆགས་ཀྱི་ཡོད་རེད། ཨོ་ལ་སོ། ལ་སོ། ཨ་ནི་བ་ར་ན་སི་སྟེ། སངས་རྒྱས་བཅོམ་ལྡན་འདས་བསྙེན་པར་རྫོགས་པ་སངས་རྒྱས་ཀྱི་ཕྱག་བཞི་ཅིག་ཞལ་དུ་ལ་ཕྱི་མར་སོན་པ་བྱས་དེའི་རྗེས་ལ་ཚངས་པ་དུ་བརྒྱ་བཞི་ལ་སོགས་པའི་ཨ་ནི་ཕྱི་དཀྱིལ་འཁོར་ལོ་བསྐོར་བ་གསོལ་བ་བཏབ་བྱས་ཨ་ནི།

ཨ། ཡ་ཡ།
ལགས་སོ། ད། རྡོ་རྗེ་དེ་ང་ཚོ་ཚང་མ་འགྲོ་ཉུལ་ས་གི་གནས་མཆོག་རྡོ་རྗེ་དེ་དེ་གནས་ཆེན་པོ་ཡིན་པའི་སྦྱིན་སྲེག་ག་འདྲི་ག་འདྲི་རེད། རྡོ་རྗེ་དེ་འདི་ད་ང་ཚོ་གནས་ཆེན་ཚང་མ་ནང་གི་ད་ཕར་ཆེར་ང་རང་གི་བསམ་པ་ལ་རྩ་ཆེ་ཤོས་དེ་ཆགས་ཀྱི་འདུག་བསམ་གྱི་འདུག་གང་ཡིན་ཟེར་བ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ལོ་དྲུག་དཀའ་བ་སྤྱད་ནས་ཨ་ནེ་ཕག་ལ་ཕེབས་ནས་ཨ་ནེའི་ད་ལྟ་ཞང་ཆུ་ཤན་གྱི་ལྗོན་ཤན་གྱི་འོག་ལ་ཨ་ནེའི་ཏིང་ངེ་འཛིན་བསྒོམས་ནས་ཨ་ནེ་སངས་རྒྱས་པར་རོ།

དེ་ཡིན་ཡང་ཆོས་དད་ཆུང་ཆུང་དཔེ་མང་པོ་བས་འདི་ཚོ་ཚང་མ་སྒྲ་གཅུན་པ་དེ་ཚོ་གང་དཀོན་མྱ་ངན་འདས་འདྲི་དུས་དྲན་དེ་ཚོར་རྩོད་གི་འདུག་ད་གང་ལྟར་དེ་སངས་རྒྱས་སྲིད་ཀྱི་གནས་ཡིན་ཙམ་ས་ཆུང་ཆུང་ཅན་ཡིན་ན་རྩ་ཆེན་པོ་བརྩི་གི་འདུག་སོང་ཙང་ལྟས་ངན་དཔེ་གལ་ཆེན་པོ་མཐོང་གི་འདུག། ཧོ་ལ་ས་དཔེ་ཡག་པོ། སངས་རྒྱས་བཅོམ་ལྡན་འདས་བསྙེན་པར་རྫོགས་པ་སངས་རྒྱས་པའི་གནས་གཞུང་ཆེན་ཞི་ཁྲོའི་རེད། ཨེ་ན་བསྙེན་པར་རྫོགས་པ་སངས་མ་རྒྱས་པའི

རེད།
སངས་རྒྱས་བཅོམ་ལྡན་འདས་ད་ངེས་པ་དན་གྱི་དབང་དུ་བྱས་ན་གནས་གཞན་དུ་གཞན་ལ་འགྲོ་བའི་དན་མཛད་ནས་ཕེབས་ཆོག་གི་རེད་བ། ཨང། ད་མི་ཡུལ་གྱི་དབང་དུ་བྱས་པ་ཡིན་ན་བཀའ་དེ་འདི་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་རང་གི་ཞལ་ནས་ལ་བསྟོད་ན་འདི་ནི་ཅི་ཚུལ་ཡོང་རེ་བ་ད་ལྟ་དེ་རེད་ངས་ཚིག་བཅད་གཏད། ཟས་ཤིག་སྤྲད་དྲག་གེ་སེམས་དུ་མ་བཤད། བདུད་རྩི་ལྟ་བུའི་ཁྱི་ཞིག་ཁོ་བོའི་ཉེསི་ལ་གཏད་ཅོག་གོ་བ་མི་ནིང་པའི་མི་མང་ནག་ཅིག་ཅིག་གནས་པ་ཤ་ཟའི་སུན་གྱི་འདུག་ཨ། ཨང། ཨོ་བྱས་ཙྪ་དེ་ཡི་དེ་ཀ་ས་ལ་སངས་རྒྱས་བཅོམ་ལྡན་འདས། རྡོ་རྗེ་དེ་གི་ཉེ་འཁོར་རང་ལ་ཞུས་པ་ལས། ཨ་ནི་འདི་བྱ་མཐུན་མོང་བའི་ངོ་ལ་ལྷ་ཡི་དེ་སོགས་ཕལ་ཡས་ས་མ་རེད་བསམ་གྱི་འདུག་ཡིན་ན་ཡང། ཡིན་ན་ཡང། ད་ང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་དེ་ལ་མཐུན་མོང་བ་དང་མཐུན་མོང་མ་ཡིན་པ་ཞེས་དེ་ཀ་ས་ལ་མཐུན་མོང་མ་ཡིན་པ་དེ་སོགས་ལ་ཡང་ལྷ་ཡི་ལས་ར་དོ་ལི་ཡི་འཇིག་རྟེན་དང་ཨ་ནི་སྟོང་གཟུང་གི་ཡོད་དོ་ཟེར་ངེས་དེ་འདྲའི་ཡོད་ཕལ་ཆེ། ཨ་ནི་ཆེས་མང་པོ་ཟེར་བའི། མཛད་སྣང་ལོ་རྒྱུས་དེ་རྣམས་ལ་སུན་གྱི་འདུག་ཨ། ཨ་ནི་ལ་སི་ལ་སི་ལ།

ལགས་སོ། ད་ང་ཚོ་གནས་ཆས་བརྒྱད་ཀྱི་པར་རིས་འདི་ནི་འབྲི་ཆོག་ས་ཅི་འདུག་འདིའི་ནང་ལོགས་ལ་གནས་ཆས་བརྒྱད་དེ་འདི་ནི་པར་རིས་ད་ང་ཚོ། མཚན་མོ་ཁྱེད་རང་གནས་ཆས་བརྒྱད་ལ་གནས་སྐོར་ཕེབས་མྱོང་ཡོད་བས། ཡོད། ང་གནས་ཆས་བརྒྱད་ཚང་མ་ལ་གནས་སྐོར་འགྲོ་མྱོང་ཡོད།
པེ་ཡ་བོ་ལགས་སོ། ང་མང་པོ་ཅིག་ལ་འགྲོ་མ་མྱོང། ལུམ་བི་ནི་ལ་འགྲོ་མ་མྱོང་ཡོང་པ་ཅེ་ལ་འགྲོ་མ་མྱོང། ཨ་ནི་ཉི་ཡ་ལ་འགྲོ་མ་མྱོང། ཨ་ནི་གཙང་ཆུ་ཁྲུས་ལ་འགྲོ་མ་མྱོང། དང། ཤཱཀྱའི་བུས་འབུལ་རེ་བྱས་རྡོ་རྗེ་དེས་བྱས། བྱེ་བ་ན་ར་འཛ་དེ་ཚོ་ནི་མ་གཏོགས་ནི་བ་ར་ན་སི་ལ་འགྲོ་མྱོང་ཡོད་རོ། ལགས་སོ། ད་ལྟ་དེ་ལ། ལིམ་པི་ནི་ཡི་ཚ་དེ་ལ་བརྟེན་པ་འཁྲུན་པའི་གནས་ས་ཆ་གནས་དེ་འདི་འདྲི་བྱེད་འདུ་བ། ཨ་ནི་གཉིས་པ་དེ་ལ་བ་ར་ན་སི་དེ་ལ་ང་ཚོ་ཚང་མ།

བྱས་གཏད་དུ་རྒན་པ་གཉིས་མཉམ་དུ་ཡོད་ཚད་ཧ་ཅང་གི་རྒན་པ་ཆེན་པོ་བྱེད་བཞིན་གནང་ཡོད་རེད་བ། ཨ་ནེ་ཉེ་བའི་ལོ་ཤས་ནང་ལུགས་ལ་ནང་པའི་གི་རྒན་དུ་ས་ཆ་ཐའི་ལན་དྲ་བར་མ་ཐ་ཤི་རི་ལང་ཀ་ལ་སོགས་པའི་གི་ཨ་ནེ་ཐའི་ཝང་དུ་དེ་འདྲའི་གི་ནང་པའི་གི་རྒན་དུ་དུ་བཙུན་མ་དེ་འདྲའི་མང་པོ་ཅིག་གདན་འདྲེན་བྱས་ཅེས་དབྱར་གནས་ཞུ་གི་འདུག་བ། བྱས་ཚ་འདས་ལ་མ་གོམས་པ་ང་ཚོ་གནས་མཇལ་ཕེབས་ཐུབ་ན་ཡག་པོ་ཡོད་ས་རེད་བ་དཔེ་ཡག་པོ་ཅིག།

ཨ་ནེ་གནས་ཆེན་པོ་དུ་འཚོ་ལ། རེད་ད་ལྟ་དེ་ངོ་སྤྲད་བཟོ་གི་ཡག་གི་སྦྱིན་སྲེག་འདྲ་བོ་དེ་ག་རེ་རེད་ཟེར་ན། ངའི་བསམ་པ་ལ། ང་ཚོ་གནས་དེ་དུ་བསྡད་ལ་གནས་བསྐོར་འགྲོ་དེ་ག་ཟེར་ཨ། སང་ཆེ་བཅོ་ལྡན་འདས། སྔན་མ་ལ། ཨ་ནེ་འཛམ་བུ་ལུས་ལ། འདུག་རྒྱ་གར་ལ་ཕེབས་པས་ག་ཟེར་ལ། ས་གནས་འདི་དུ་བསྡད་ལ་སང་ཆེ་བཅོ་ལྡན་འདས། རང་གི་མཛེས་པ་འདི་དུ་འདི་ཤོང་ཤག་བསམ་བྱས། ཨ་ནེ་དེ་རྗེས་སུ་ཁྲིད་པའི་ཐོག་ནས་རྗེས་ས་ཡོན་རོགས་ཀྱི་དགེ་བ་བྱས་པ་ཡིན་ན། སའི་སྟེང་ནས་དོང་བར་བྱེད་པ། རྗེས་སུ་ཡོང་རུང་བྱེད་པ་ཡིན་ན་དཔེ་དགེ་བ་བླ་ཆེན་པོ་ཞེ་བོ་ཞིག་ཐག་གི་ཡོད་ཟེར། ང་ཚོ་གི་དཔེ་ལྟ་ཚེ་རབས་མང་པོ་ལ་སྒྲུབ་མི་ཐུབ་ཡ་གི་དགེ་བ་དེ་འདྲི་བླ་ཆེན་པོ་ཐག་གི་ཡོད་རེད་བ། གང་ཡིན་ཟེར་ན། དཔེ་ན་ང་ཚོ་རྗེས་སུ་ཡོང་རུང་གི་དགེ་བ་དེ་ཚོ་སུན་ཡོང་འདི་ག་ཟེར་ལ། རང་ལས་རྟོགས་པ་མཐོ་བ་ཅིག་ཡིན་ན། ཨ་ནི་རང་ཉིད་ཀྱིས་དེ་ལ་རྗེས་སུ་ཡི་རུང་བྱེད་པ་ཡིན་ན་དེ་དགེ་བའི་ཆ་ཤས་གཅིག་དག་གི་ཡོད་རེད། རང་ལ་རྟོག་པ་སྙམ་པ་ཅིག་ཡོད་ན་ཕ་རོལ་པོ་དེ་དགེ་བ་ཅིག་བྱེད་ཀྱི་ཡོད་ན། འདྲ་འདྲ་ཅིག་སོ་སོ་ལ་ཡོད་དག་གི་ཡོད་རེད། རང་ལ་རྟོག་པ་དམན་པ་ཅིག་ཡོད་ན་དེ་ལས་ལྷག་པ་ཅིག་དག་གི་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཀྱི་དགེ་བའི་གྱི་ཆ་ཤས་ཕྲ་མོ་ཙམ་ཡང་ང་ཚོས་གི་ཐོག་ཡིན་ན་ང་ཚོ་མི་ཚེ་ཚེ་རབས་མང་པོ་ལ་བགྲོད་མི་ཐུབ་ཡག་གི་དེ་འདྲ་ཡི་གི་དགེ་བ་རླག་ཆེན་པོ་ཅིག་བྱ་གི་ཡོད་རེད་བ།